ཡིན་ན་ཡང་ཡང་སྤྱི་ཚོགས་དྲ་ལམ་གང་ལ་ཐོན་ནས་སྤོབས་པ་གི་མེ་ལྕེ་ཁེལ་ནས་སྐད་ཆ་བཤད་འདི་དུས་གཉིས། ཁྱོད་གང་ཟག་སྒེར་པ་ཡིན་ན་ཁྱོད་ཀྱི་སྐོར་ལ་ཡང་སྐད་ཆ་བཤད་དགོས་ལ་ཡོང་གི་འདུག་ཨ་ཕྲ་དོག་ཅན། དེ་འདྲ་བྱེད་རྒྱུ་མཚན། ད་བུ་མོ་དེ་གི་བརྙན་ཐུང་ལ་ལྟ་ནས་ངས་སྐད་ཆ་རྡོག་རྡོག་གཉིས་དེ་ག་རེ་ཟེར་ན་གཅིག་དེ་མོ་རང་གི་སྐད་ཆ་བཤད་སྟངས་ཀྱི་རུ་བ།

ནི་དེ་རེད། ད་དེང་སང་མི་ཚང་མ་གི་ཨིན་ཇི་ཀི་ཧ་གོ་ཡོད་རེད། ཨིན་ཇི་ཀི་ཧ་མ་གོ་མཁན་སུ་གང་ཡོད་མ་དེ་གི་ཡང་དང་ན་ཡང་དང་ཡ་གི་བསྟུད་ཚུགས་རྫོགས་ཚར་རེད། རོགས། ཨ། པེ། ཙོར་པོ་ཞུས་འདུག་དཀོན་མཆོག་སམ་སྐད་ཆ་བཤད་སྟངས་དེ་ཚོ་རོགས་དཀར་ཅན་ལ་ན།

ང་ཚོ་ཧྥ་རན་སི་ལ་བསྡད་དགོས་རེད་ཧྥ་རན་སི་ལ་རྒྱ་མི་ཨེ་འདྲིས་མང་པོ་ཡོད་རེད་བོད་པ་ལས་ལྡབ་གཉིས་ལོག་གསུམ་ལོག་བཞི་ལོག་རྒྱ་མི་མང་ར་རྒྱ་མི་དེ་ཚོས་རྒྱ་ལ་ད་རྒྱ་མི་དེ་ཚོས་ཧྥ་རན་སི་གི་མི་དེ་ཚོ་ལ་སྐད་ཆ་བཤད་ན་ད་ཧྥ་རན་ལུང་པ་འདི་གི་བོད་ཆོས་བཏང་ཡིན་པ་ར་རེད་གོ་ཐག་འཕྲོ་ཐག་གོ་ར་མེད་རེད་རྒྱ་མི་མང་ཆེ་བ་གིས་འཇིག་གི་ནི་ཞིག་མ་རེད། ད་རྒྱ་མི་ཁོ་རང་ཚོ་ནང་ཁུལ་གཅིག་གི་གཅིག་ལ་སྐེ་བཅབས་བྱེད་པའི་སྐབས་སུ་རྒྱ་སྐད་ནང་ལ་ཨིན་ཇི་སྐད་བྲེལ་བསྡུ་བ་དང་རྒྱ་སྐད་ནང་ལ་ལུང་པ་འདི་གི་སྐད་ཧྥང་སེ། French། ནང་ལ་བྲེལ་གི་ཡོད་བ། ཕར་ཆེར་རྒྱ་ཆ་རྐུབ་ཀྱི་བསྐོར་གི་མི་སྲིད་པ་རེད། ར། གྲངས་ཉུང་མི་རིགས་རེ་དང་བརྒྱད། ལུང་པ་འདི་འདྲ་གྲངས་ཉུང་ཧ་ཅང་གི་གྲངས་ཉུང་མི་རིགས France ས་ཡ་ཁྲི་གཅིག་རེ་ལྔ་རེ་བྲིས་ཡོད་གཙོ་བོ་རེ་རྒྱ་ནག་ས་ཡ་གཅིག་ཡ་ཡོད་མ་རེད་ལུང་པ་འདི་འདྲ་ལ། ཡིན་ན་ཡང་ཁོ་རང་ཚོ་གི་ཧྲ་ཐག་ཐག་ཁོ་རང་ཚོ་གི་ཕ་ཚ་ཐུག་དུས་ཁོ་རང་ཚོ་རྒྱ་མི་སྐད་ཅི་ཡོད་ར་བ་ཧྲ་ཐག་ཐག་བཤད་གི་རེད། མི་རིགས་ལ་ཞེན་འགོག་བྱས་ན་དེ་འདྲ་རེད་ད། སེམས་ཀྱི་སྟེང་ལ་ང་ལ་མི་རིགས་ལ་གཞན་འགོག་ཡོད་ང་གཅིག་གཅིག་ཡིན། རང་བཙན་གཙོ་བོར་མིའི་ལམ་གཙོ་བོ་དེ་འདྲའི་གི་སྐད་ཆ་གོ་ར་མ་རེད། སེམས་ཀྱི་སྟེང་ལ་སོ་སོ་གི་མི་རིགས་གི་གཞན་འགོག་འཛུགས་དུས་དུས་མི་རིགས་ཀྱི་སྐད་ཡིག་བདག་པོ་རྒྱག་སྟངས་བརྗོད་ར་རང་བཞིན་གི་ལེ་འོང་གོ་ར་གོ། ང་རྒྱ་ལ་སྐད་ང་རྒྱ་སྐད་བཤད་ཡིན་དང་ང་ནི་རྒྱ་སྐད་ཡིན་དང་ཟེ་གོ་མ་ར་ད།

མི་ཨེ་འདྲི་མང་པོ་ཅིག་གིས་མང་ཚོགས་ཀྱིས་ལྟ་གི་ཡོད་རེད་ལྟ་མཁན་ཚང་མ་ལ་མགོ་སྐོར་བཏང་དགོས་རེད་རྩེད་མོ་ལ་ཡིན་ཟེར་གི་སྐད་ཆ་དེ་མ་རེད་མི་ཚང་མ་ལ་ལྟ་ཡག་གི་བྱེད་དུ་ཨ་ནི་སོ་སོ་ལ་ཐོབ་ཐང་ཁེབས་སང་ཅིག་རག་གི་ཡོད་རེད་གཅིག་དེ་རེད་གཉིས་ནི་བོད་པ་གི་སྤྱི་ཚོགས།

མི་ཟེར་ན་གར་ལེར་འདྲ་བ་འདི་འདྲ་ཡང་མང་པོ་འདུག་སྤྱད་དང་པད་མ་རབ་རང་དེ་ཚོ་དངོས་ནས་མི་གི་མི་གཅིག་གི་སེམས་པ་དང་མི་གཅིག་ལ་མགོ་སྐོར་བ་ཙམ་མ་རེད་བོད་པ་གི་སྤྱི་ཚོགས་ཁོ་རང་ལ་མགོ་སྐོར་དང་སྤྱི་ཚོགས་ཁོ་རང་ལ་ག་ཚད་རྫུན་བྱེད།

ཁྲལ་འབབ་བྱེད་ཡག་དང་ལྕགས་འཛེམ་བྱེད་ཡག་དེ་འདྲའི་གི་བག་ཆགས་རེ་གང་འདུག་སྤོབས་པ་གི་སྤྱི་ཚོགས་ནང་ལ་དྲ་ལམ་གྱིས་དྲ་ལམ་བེད་སྤྱོད་བཏང་ནས་འོ་དེ་ཚོ་ལ་ང་ཚོ་སྤོབས་པ་ཐོབ་ཚོད་ངེས་པར་དག་གཟབ་གཟབ་བྱེད་དགོས་རེད་ཟེར་ཞོད་ཨེ།